ཇི་ལྟ་ཇི་ལྟ་བྱེད་བོན་གྱི་ཁོ་ལ་དྲིན་གྱིས་བསྐྱངས་གྱུར་པ་ཟེར་ཡག་གི་ཚབ་ལ་ཁོ་ལ་དྲིན་གྱིས་བསྐྱངས་བྱས་པ་ཟེར་ནས་བྲིས་ན་ཡང་དོན་དག་ཏག་ཏག་གོ་ཐུབ་ཀྱིར་དེ་ག་ནང་བཞིན་ཁོ་ལ་དྲིན་གྱིས་བསྐྱངས་བགྱིས་པ་ཟེར་ནས་བྲིས་ན་ཡང་དོན་དག་གོ་ཐུབ་ཀྱིར་ཁོ་ལ་དྲིན་གྱིས་བསྐྱངས་མཛད་པ་ཟེར་ནས་བྲིས་ན་ཡང་དོན་དག་གོ་ཐུབ་བསྐྱངས་ཟེར་དེ་དེ་ག་རང་བཞག་སྡེ་སྲིད་དེ་ག་རང་བཞག་ཨ་འདིར་བྱས་པ་ཟེར་སྡེ་སྲིད་བྲིས་གྱུར་པ་ཟེར་སྡེ་སྲིད་བྲིས་བགྱིས་པ་ཟེར་སྡེ་སྲིད་བྲིས་མཛད་པ་ཟེར་ནས་སྡེ་སྲིད་བྲིས་ད་ད་ལྟ་འདི་ལ་བྱེད་བོན་རེད་འདུག་བྱེད་བོན་ཡིན་དུས་གོང་མ་འདྲ་བོ་ཞིག་བཞག་དགོས་རོ་བ་འདི་ལ་ཞེ་ས་ཞུ་ནས་མཛད་པ་ཟེར་ནས་བྲིས་ན་འགྲིག། ཡུན་དུ་ཙཱ་ནི་གྲྭ་བཞི་ཀ་ཡང་འདི་བྱེད་ལས་ས་བྱེད་ཀྱི་གྲྭ་བཞི་ཀ་ཡང་ཁོ་རང་གཅིག་གི་གོ་ས་ལ་གཅིག་འགྲོ་གི་ཡོད་རེད། འོ་དོ་བྱས་ད་ཡང་ཁ་ཤས་དེ་འདྲ་བོ་ཡིན་པ་ཡིན་ན་མ་འགྲོ་བ་ཀ་ཤས་ཁ་ཤས་ཡོད་ཆོག་གི་རེད། དེ་མ་ཡིན་པ་མང་ཆེ་བ་ལ་ད་འགྲོ་དེ་གི་རེད་འོ་དེ་འདྲས་བྱས་ནས་ད་དེ་གི་ག་རེ་བསྟན་གི་ཡོད་རེད་ཟེར་ན་བྱེད་ལས་ས་བྱེད་ཀྱི་གྲྭ་ཟེར་ཡ་ཅན་ཡང་ཡོད་རེད་ད་ཟེར་ནས་ཡང་ཁྱེད་རྣམ་པ་ངེས་པར་དུ་མཁྱེན་པ་བྱས་འོ་དོ་བྱས་ནས། འོ་ད་བྱ་བྱེད་ལས་གསུམ་གྱི་ས་བྱེད་ཀྱི་ནང་ནས། ཉི་ཤུ་རྩ་གསུམ་པ། བྱེད་ལས་ས་བཅད་ཀྱི་སྒྲ་ཡིས་རིགས་བཞི་བཤད་པ་ད་ལྟའི་མ། ད་ལྟ་སྐབས་སུ་བབ་པ་བྱེད་ལས་ས་བཅད་ཟེར་ནས་ད་ད་ལྟ་གོང་དུ། བྱ་ལས་ས་བཅད་ཀྱི་སྒྲ་དང་བྱེད་ལས་ས་བཅད་ཀྱི་སྒྲ་རྣམ་པ་གཉིས་ཏེ་ཞུས་གྲུབ་ནས་ད་ད་ལྟ་དེ་ལ་བྱེད་ལས་ས་བཅད་ཀྱི་སྒྲ་ཟེར་ཡ་དེ་དང་པོ་གོང་མ་རྣམས་ཀྱི་གསུང་རབ། བསྟན་བཅོས་བརྡ་སྤྲོད་ཀྱི་བསྟན་བཅོས་དེ་དག་ནང་ལ་དེ་འདྲ་ཡོད་མ་རེད་ཡིན་ན་ཡང་ད་དེ་ཡང་ང་རང་ཚོ་གི་བོད་ཀྱི་སྐད་དེ་ཡི་གེ་གཉིས་ལ་ཡོད་པ་སོང་ཙང་དེ་ཡང་མ། ཏོ་སྦྱར་ནས་ཞུས་བཞག་ཡོད། ད་དེ་ལ་ཡང་རིགས་བཞི། དོན་ལེགས་པར་བསྒྲུབ་པར་བྱེད། ད་དོན་ལེགས་པར་བསྒྲུབ་པར་བྱེད། དོན་ལེགས་པར་བསྒྲུབ་པར་གྱིས། དོན་ལེགས་པར་བསྒྲུབ་པར་མཛད། དོན་ལེགས་པར་བསྒྲུབ་པར་འགྱུར། འོ་དོ་ཞེས་ནི། ད་འདི་ཡང། གོང་དུ་བྱ་ལས་ས་བཅད་ཀྱི་སྒྲ་དང། བྱེད་ལས་ས་བཅད་ཀྱི་སྒྲ་གཉིས་དང་མ་འདྲ་བ་ག་རེ་ཡོད་ཟེར་ན། ད་ལྟ་དོན་ལེགས་པར་བསྒྲུབ་པར་བྱེད་ཟེར་དུས་འདི་བསྒྲུབ་པ་ཟེར་ཏེ་སྡེ་ཚིག་བྱ་དོན་རེད། ཅེས་གསལ་བདེ་བདེ་ཚིག་རེ། འདི་སྒྲུབ་པ་བདེ་བདེ་ཚིག་བྱ་འདོད་རེ་འདི་གྱིས་གསལ་བདེ་བདེ་ཚིག་རེ། འདི་སྒྲུབ་པ་གསལ་བདེ་བདེ་ཚིག་རེ་དེའང་རྫས་གསལ་བདེའང་བདེ་ཚིག་ལ་ངོས་འཛིན་བྱེད་པར། འདི་སྒྲུབ་པ་གསལ་བདེ་བདེ་ཚིག་རེ་འདི་རྒྱུར་གསལ་བདེའང་བདེ་ཚིག་རེ། ད་གོང་དུ་དབང་དུ་བཏང་བཞག་ན་དེ་ནི་སྒྲུབ་པར་འགྱུར་ཟེར་དུས་འདུ་བྱེད་ནི། འགྲུབ་པར་འགྱུར། བྱེད་ལས་མ་འོངས་པ་ས་གཅིག་ཡིན་ན་འདི་ད་ལྟ་བ་བྲིས་ཡོད་རེད་དེ་ཡང་ཨའོ་ག་ཡ་དེ་སྐྱེ་བཞིན་འགྱུར་ཨ་དངོས་བརྗོད་ཡོད་པ་ད་ལྟ་དེ་ལ་ཨ་དངོས་བརྗོད་མེད་པ་བཅས་འདི་སྡེ་ཚིག་བཅས་གྲུབ་པར་འགྱུར། ཨོ་དེ་ག་ནང་བཞིན་ད་འདི་ཚོ་ཆ་ཚང་ཡང་ཨོ་འདུག་ཅེས་ནས་ངེས་པར་དུ་མཁྱེན་པ་བྱེད་དགོས་རེད་ད་ཀྱི་གོང་འདི་ལ་ཡིན་ན་འདི། བྱེད་ལས་ས་གཅིག་ཡིན་ན་འགྲུབ་ཟེར་འདི་ད་ལྟ་བ་དང་བྱེད་ཟེར་འདི་ད་ལྟ་བ་འགྲུབ་པར་བྱེད་ཟེར་ནས་ཡོད་རེད་བ། དེ་ག་ནང་བཞིན་ཡང་བྱ་ལས་ས་གཅིག་ཡིན་ན་འདི་མ་འོངས་པ་དང་འདི་ཡང་མ་འོངས་པ་འགྲུབ་པར་བྱ་ཟེར་ནས་ཡོད་རེད་ད་ད་ལྟ་བྱེད་ལས་ཟེར་དུས།

བསྐུལ་བར་འགྱུར། འོ་དེ་བསྐུལ་བར་གྱུར་པ་ད་པ་དེ་ཉམས་རྟོགས་ཅི་ན་དྲི་མ་བཅད་ན་བསྐུལ་བར་འགྱུར་ཟེར་ཏེ་ད་འདི་ག་རེ་རེད་ཟེར་ན་བྱེད་ལས་ས་བཅད་ཀྱི་གྲྭ་ཡིན། འོ་དོ་ཞེས་ནི་ངེས་པར་དུ་མཁས་དགོས་རེད་ད་འདི་ཡང་བྱེད་ལས་ས་བཅད་ཀྱི་གྲྭ་བཞི་ཡོད་པའི་ནང་ནས་ག་རེ་བེད་སྤྱོད་བཏང་བཞག་ཡོད་རེད་ཟེར་ན་དེ། གྲྭ་ཐ་མ་དེ་བེད་སྤྱོད་བཏང་ཡོད་བཞི་པ་དེ་བེད་སྤྱོད་བཏང་ཡོད་ཏག་ཏག་འདུག་བ་དེ་བསྒྲུབ་པར་འགྱུར་ཟེར་ཏེ་དེ་ལ་བསྐུལ་བར་འགྱུར་ཟེར་ནས་འདུག་བ། འོག་ཏུ་བྱས་ནས། རྟགས། ངན་པ་ཇི་ལྟར་བཅོས་བསྒྱུར་ཀྱང་རང་བཞིན་བཟང་པོ་འབྱུང་མི་སྲིད་ཟེར་ཏེ་འདི་ལ་བཅོས་བསྒྱུར་ཟེར་ཡ་དེ་ཡང་ག་རེ་ཟེར་ན་བྱེད་སླད་ས་བཅད་ཀྱི་གྲྭ་ཡིན། རྟགས་བཞི་ཡོད་པས་ན་ནི་བཞི་པ་འདི་དེ་ལ་བུ་བྱེད་སྟངས་བཤད་ཡོད་རེད་འབད་དེ། ཀུན་ནས་རྟེན་བྱེད་ཀྱང་ངན་པ་བློ་དང་ག་ལ་འདྲེས་དེ་ལ་རྟེན་བྱེད་ཟེར་ཏེ། འོ་འདི་ག་རེ་རེད་ཟེར་ན་བྱེད་སླད་ས་བཅད་ཀྱི་གྲྭ་རེད་དེ་ཡང་བཞི་ཡོད་པས་ན་ནི་ག་རེ་བུ་བྱེད་སྟངས་བཤད་ཟེར་ན་དང་པོ་དེ་བུ་བྱེད་སྟངས་དེ་རྟེན་བྱེད། འོག་ཏུ་བྱས་ནས་རྟགས་དོན་དག་ལ་དེ་རྟགས་གདུལ་བྱ་འདི་བཅོས་བསྒྱུར་ཟེར་ཡ་དེ་དག་འདི་རྟེན་བྱེད་ཟེར་གདུལ་བྱ་ར་མ་གཏོགས། དེ་ཀྱིས་མ་ལ་སྤར་དེ་ཡོད་ཡོད་པར་འདི་འདུལ་སྦས་དེ་ཀུན་ནས་བསྟན་པར་བྱེད་ཀྱང་ངན་པ་བློས་དང་ག་ལ་འདྲེས་ཨོ་དེ་འདྲེས་ཅི་ན་བསྟན་པར་བྱེད་ཟེར་འདི་སྒྲུབ་པར་བྱེད་ཟེར་དེ་འདི་འདུལ་བྱ་རོ་བསྟན་པར་དེ་ག་ནང་བྱེད་ཅེ་ན་སྤྱོད་པར་འགྱུར་ཟེར་ནས་སྤར་དེ་ཡོད་རེད་ངན་པ་ཇི་ལྟར་སྤྱོད་པར་འགྱུར་ཀྱང་ཟེར་བས་དེ་དོན་དག་དེ་ཡོད་རེད་བ་ཨོ་འདུག་ཅེ་ན་ད

འོག་མ་དགྲ་བོ་གཅིག་ལ། སློབ་སྦྱོང་བྱེད་མཁན་དག་ཅིག་དོན་གཉེར་ཡོད་མཁན་དག་དེ། གཙོ་བོ། གོང་མ་མ་ཡིན་པ་བཅས་བར་པ་དང་འོག་མ་གཉིས་ཀྱི་དོན་དག་རེད་དོ་དེའི་འདུན་རྩ་ནི་ད་མཛད་པ་ན་ཟེར་ཏེ་ལ་མོ་གོ་བ་ཞེས་ཞེ་ས་ཞུ་མོ་གོ་བྱེད་ཨ་འདི་སྨྲས་ཤིང་བསྐུལ་བར་གྱུར་པ་ན་ཟེར་ན་འདི་དགོས་རེད་སྨྲས་ཤིང་བསྐུལ་བར་བྱེད་པ་ན་ཟེར་དགོས་རེད་སྨྲས་ཤིང་བསྐུལ་ན་བགྱིད་པ་ན་ཟེར་འདི་གསུམ་པོ་དེ་དོན་དག་གཅིག་པ་གཅིག་རྐྱང་རེད་ད་ག་རེ་བྲིས་ན་ཡང་དོན་དག་གཅིག་པར་གདའ་འདི་གསུམ་པོ་དེ་དོན་དག་གཅིག་པ་གཅིག་རྐྱང།

གས་པར་བགྱིད་པར་གྱུར་ཀྱང་གས་པར་མཛད་པར་གྱུར་ཀྱང་ཟེར་ནས་ད་དེ་འདྲས་ཀྱི་བྱེད་འབྲེལ་ལས་ཚིག་དེ་དེ་ལ་སླེབས་ཀྱི་རེད་བས་ཟེར་ན་ད་དེ། མ་སླེབས་པ་ཧ་ཅང་གི་མང་པོ་ཡོད་རེད་ད་རེ་ཟུང་རེ་ཟུང་སླེབས་ཆོག་གི་རེད་ཡིན་ན་ཡང་ད་དེ་གས་པར་དེ་ལ། འདུག་བྱས་ནས་ཡང། གས་པར། བྱེད་པར། གྱུར་ཀྱང་ཟེར་ནས་ད་དེ་འདྲས་ལོག་གི་མ་རེད་བ། འདི་གས་པ་དེ་ཁོ་རང་རང་བཞིན་གྱིས་གས་པོ་ཆགས་སོང་བ། འདི་བྱེད་མེད་ལས་ཚིག་བོད་སྤྱི་བཏང་བཞིན་དུ་བ་རང་བཞིན་གྱིས་གས་པོ་བཟོ་བཞག་ཡ་གས་ཡོག་མ་རེད་གས་པར་བྱེད་ཟེར་ན།

སྒྲུབ་པར་བྱེད་ཟེར་ནས་ད་བྱེད་མེད་བེད་སྤྱོད་བཏང་ལོ་གོ་ཡོར་བ་གང་ཡིན་ཟེར་ན་དེ་སྒྲུབ་པ་དེ། ཁོ་བྱེད་པ་པོའི་རྩོལ་བ་བྱས་ནས་གྲུབ་སོང་བ་བྱེད་ད་གེ་ཟེར་ཡ་དེ་ལ་ད་ད་ག་ཟེ་ད་གྱི་གོང་དུ་ཞུས་པ་ན་ཞེས་བྱེད་པ་པོའི་རྩོལ་བ་ཟེར་ནས་གེ་བོ་ཟོ་བྱ་ཡ་རྩ་བ་ཉིད་ནས་ཁོ་ལ་ཡོད་མ་རེད་བ་དེ་ཡིན་པ་སོང་ས་དེ་བྱེད་ཟེར་དེ་ལོ་གོ་མ་རེད་ད་དེ་དོན་དག་ཅིག་སྒྲུབ། སྒྲུབ་དེ་ཡོད་ན་སྒྲུབ་པ་དེའང་བྱེད་པ་པོའི་རྩོལ་བ་བྱས་ནས་སྒྲུབ་པ་གཅིག་དང་འབད་མེད་ལྷུན་གྲུབ་སྒྲུབ་པ་གཉིས་ཡོང་ཆོག་གོ་རེད་བ་དེ་གཉིས་ཡོང་ཆོག་དུས་ས་ནི། འདིས་བྱ་ཚིག་དེ་ལ་ཡང་བྱེ་སྨྲའི་ལས་ཚིག་དང་བྱེ་སྒྲའི་ལས་ཚིག་གཉིས་ཀ་བྲི་ཆོག། འགྲུབ་པར་བྱེད་ཟེར་ནས་བྲིས་ན་ཡང་འགྲིག་གི་ཡོད་རེད། འགྲུབ་པར་བྱེད་ཟེར་ནས་བྲིས་ན་ཡང། འགྲིག་གི་ཡོད་འགྲིག་གི་ཡོད་རེད་ཟེར་དུས་སྐབས་ཐོག་ལ་ལྟ་གི་ལྟ་གི་བྱས་ནས་ཨ་ནི་བྱེ་སྨྲས་ཀྱི་བྱེད་ལས་ས་བཅད་ཀྱི་གྲྭ་བེད་སྤྱོད་བཏང་གི་འདུག་གམ་བྱེད་འབྲེལ་གྱི་བྱེད་འབྲེལ་ས་བཅད་ཀྱི་གྲྭ་བེད་སྤྱོད་བཏང་གི་འདུག་སོ་སོ་སྐབས་ཐོག་ལྟ་གི་ལྟ་གི་བྱས་ནས་བེད་སྤྱོད་བཏང་ཡ་རོགས་བ་དེ་ནང་བཞིན་ད་ད་ད་འདི་ལ་ཡང་བྱེ་སྨྲའི་ལས་ཚིག་བེད་སྤྱོད་བཏང་བཞིན་དུ་ལངས་པར་བྱེད། འདི་འདི། ག་རེ་ག་རེ་རེད་ཟེར་ན་འདི་འགྲུབ་པར་བྱེད་དེ་ཡང་ནང་བཞིན་འདི་ལངས་པར་གྱིས་ཟེར་ནས་བེད་སྤྱོད་བཏང་ན་ཡང་འགྲིག་གི་ཡོད་རེད།

འོ་དོ་ཞེས། ད་དོན་དག་ལ་འདི་ཆ་ཚང་ཡང་གར་བྱ་འདོད་སོང་བྱ་ཚིག། བཟླས་པ་རྐྱང་རྐྱང་འདི། བསྐུལ་བ། བཅོལ་པ། བསྟན་པ། གསོལ་པ། གྱེས་པ། བཀླག་པ། ལངས་པ་ཟེར་ནས་ཆ་ཚང་ཡང་བྱ་ཚིག་བཟླས་ཚིག་རྐྱང་རྐྱང་རེད་གང་ཡིན་ཟེར་ན་བྱའི་ལས་བསགས་བར་བྱེད་དགོས་རེད་བ། བྱ་བ་བྱས་ཟིན་པའི་གི་ལས་དེ། བྱས་ཟིན་པའི་གི་ལས་བསགས་བར་བྱེད་དགོས་རེད་ད། བྱ་བ། དོན་དངོས་སུ་བྱ་བ་དེ་བྱས་ཟིན་པ་ཡིན་ན་ཡང་འདྲ་བྱས་ཟིན་པའི་དབང་དུ་བཏང་བྱ་བ་ཡིན་ན་ཡང་འདྲ་མདོར་ན་བྱ་བ་བྱས་ཟིན་པ་བསགས་བར་བྱེད་པ་ཡིན་པ་སོང་ཙང་ཆ་ཚང་ཡང།

འོག་ཏུ་བཞིན་བདག་ངེས་པར་དུ་མཁྱེན་པར་བྱ། ཇི་ལྟ་ཇི་ལྟར་རྗེ་བོན་གྱི་འཁོར་ལ་དྲིན་གྱིས་བསྐྱངས་གྱུར་པ་དེ་དག་དེ་དག་འཁོར་ཡོན་རྗེ་བོན་ཉིད་ཀྱི་བྱ་བ་སྒྲུབ་བདེ་བ་བསྐྱངས་གྱུར་པ། འདི་ག་རེ་ཟེར་ན་དེ་བསྒྲུབ་པར་འགྱུར་ཟེ་དེ་དོན་དག་རེ་བསྐྱངས་གྱུར། དོན་དག་ལ་ག་རེ་འདུལ་བྱ་ཡོད་ཟེར་ན། བསྐྱངས་པར་འགྱུར་ཟེ་དེ་འདུལ་བྱ་ཡོད་རེ་བ། ད་ད་འདུལ་ཡང་ཤིན་ཏུ་རྒྱས་པ་ཞིག་བྲིས་བཞག་ན་བསྐྱངས་པར་བྱེད་པར་འགྱུར།